སྤྱི་བཏང་གི་ད་ནང་པ་སངས་རྒྱས་པའི་ཆོས་ཀྱི་སྤྱིའི་གི་ད་ནི introduction ལབ་པ་རེད་དེ་ནི་ལྷག་པར་དུ་ད་ནི་ཐེག་པ་ཆེན་པོ་ང་རང་ཚོ་མ་ཧཱ་ཡ་ནིག་གི་ད་ནི་སེམས་བསྐྱེད་ཀྱི་ཐོག་ནས་ད་ནི་ངས་ཅིག་ཐུགས་བཞེད་ཡ་ཡིན། དེ་ནས་རྩེད་ཐང་གི་ད་ཆོས་ཟེར་ཡ་དེ་གི་དཔེ་ན་ནང་པ་སངས་རྒྱས་པའི་ཆོས་ཀྱི་དོན་དག་སྙིང་པོ་འདྲ་བོ་དེ་ག་རེ་རེད་ཟེར་ན། དེ་ནི་རང་གཞན་རང་དང་སེམས་ཅན་གཞན་གཉིས་ཀ་གི་ལ་དེ་ནི་ཕན་པ་སྒྲུབ་ཐུབ་པ་གི་དོན་སྒྲུབ་པར་བྱེད་པ་དེ་ལ། དེ་ནས་ད་ཆོས་ཀྱི་འབྲས་བུ་འདྲ་བ་དེ་དེ་རེད། དེ་ག་འདྲས་ཟེ་རེད་ཟེར་ན། ད་དཔེར་ན་སུ་ཡིན་ན་ཡང། ད་དཔེར་ན་སེམས་ཅན། ད་དཔེར་ན་ང་རང་ཚོ་ག་མི་ཡིན་ན་ཡང་རེད། དེ་མ་ཡིན་པའི་གེ། དེ་མི་མི་མ་ཡིན་ན་ཡང་ད་དཔེར་ན་དུད་འགྲོ་འདྲ་བོ་ཞིག་ཡིན་ན་ཡང་རེད། དེ་ནས་སྡུག་བསྔལ་དང། གྲགས་འདོད་པ། སྡུག་བསྔལ་མི་འདོད་པ་དང། དེ་ནས་བདེ་བ་འདོད་པ་གཅིག་གི་ཐོག་ནས་དེ་ནི་གཅིག་པ་རེད། རྒྱུ་མཚན་དེ་ལ་བརྟེན་ནས་ཨ་ནི་རང་ཉིད་ཁོ་ན་ཙམ་གཅིག་དཔེར་ན་རང་རང་སོ་སོ་ཙམ་གཅིག་མ་ཡིན་པ། ཨ་ནི་རང་དང་གཞན་ཚང་མ་ལ་ད་ནི་ཕན་པ་ཐུགས་སུ་འགྲུབ་ཡ་དེ་གལ་ཆེན་པོ་ཞིག་ར་རེད། ཨོ་དེ་འདྲས་སོང་ཙང་དེ་ལ་བརྟེན་ནས་དེ་ནི་བས་ན་སྤྱིར་ནང་པ་སངས་རྒྱས་པའི་གེ་ཅི་རེད་དེ་ནི་ལྷག་པར་དུ་དེ་ནི་ཐེག་པ་ཆེན་པོའི་གི་ལམ་ལ་དེ་ནི་གཞན་ཕན་གི་སེམས་བསྐྱེད་དེ་དེ་ནི་ཧ་ཅང་གི་དེ་ནི་གལ་ཆེན་པོ་ཡིན་པ་རེད། དེ་ནི་དེ་མ་ཚད་པའི་གེ་དེ་ནི་བས་ན་གཞན་གྱི་སྡུག་བསྔལ། དེ་ནི་སེལ་བ་ཙམ་གྱིས་ཀྱི་མ་ཡིན་མ་ཚད་པས་ཀྱི་པན་ཏཱ་སྤྱིར་བཏང་གི་ང་རང་ཚོས་བཤད་པ་ཡིན་ན་དེ་ནི་ད་ད་ལྟ་ང་རང་ཚོས་ཀྱི་སྡུག་བསྔལའམ་སེམས་ལ་དེ་ནི་ད་དོན་དག་ངོ་མ་དེ་ཡིས་དེ་ནི་སྡུག་བསྔལ་སེལ་ཡ་དེ་ག་འདྲས་ཀྱི་ལ་ངོས་འཛིན་དགོས་ཀྱི་ཡོད་རེད་ཟེར་ན་དེ་ནི་གང་ཡིན་ན་ཡང། ད་ནི་བལྟ་སྟེ། ད་ཆོག་མ་ཤེས་པ། ད་ནི་ཚིམ་པ་མེད་པ་གང་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་ན། ད་ནི་ནང་པ་སངས་རྒྱས་དཔལ་གྱིས་དཔལ་ན་ང་རང་ཚོ་དེ་ལ་འཁྲུལ་པ་ཟེར་གྱི་ཡོད་རེད། འཁྲུལ་པ་དེ། དེ་ནི་འཁྲུལ་པ་དེ་གཙོ་བོ་དེ་འཆིང་བའམ་འཛིན་པ་དེ་ལ་ཟེར་གྱི་ཡོད་རེད། ཧ་གོ་སོང་ང། དེ་ཡིན་དུས། དེ་ནི་གང་ཞིག། དེ་ནི་འཛིན་པ་དེ་ལས་མ་གྲོལ་གྱི་བར་དུ་ལ། དེ་ནས་སྡུག་བསྔལ་གྱི་རྒྱུན་དེ་དེ་ནས་ཆད་ཡ་དེ་དེ་ནས་ཞེས་ར་ག་ལས་ཁག་པོ་རེད། དེ་ཡིན་དུས་དེ་ནས་སྡུག་བསྔལ་གྱི་རྒྱུན་དེ་ཆད་པར་བྱས་པ་ལ་དེ་ནས་སྡུག་བསྔལ་གྱི་དཔེར་ན་གང་ཟེར་སྡུག་བསྔལ་དེ་དང་བྲལ་བར་བྱས་པ་ལ་དེ་ནས་ཕན་དང་ཕུགས་ཀྱིས་བྲལ་བར་བྱས་པ་ལ་དེ་ནས་དང་པོ་དེ་ནས་འཛིན་པ་གཉིས་སུ་འཛིན་པའི་སྣང་བ་འཛིན་པ་དེ་དང་དེ་ནས་གྲགས་ཐུབ་པ་ཅིག་དགོས་ཀྱི་ཡོད་པ་རེད། དཔེར་ན།
ལྟོས་དང། དེ་རེད།
དེ་དཔེར་ན་ཚིམ་པ་མེད་པ་དང་ཆོག་མ་ཤེས་པ་ཅིག་ཡོང་གི་ཡོད་པ་རེད། དེ་ལྟ་བུའི་གི་ཆོག་མ་ཤེས་པ་ཆོག་མ་ཤེས་པ་དང་ཚིམ་པ་མེད་པ་དེ་དེ་ནི་རྒྱུ་མཚན་གང་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་ན། དེ་ནི། དཔེར་ན་ད་ལྟ་ང་རང་ཚོ་གིས་དཔེར་ན་ད་སྡུག་བསྔལ་དང་བྲལ་བར་བྱེད་པའི་གི་ཐབས་དང། དེ་ནས་བདེ་བ་དང་ཐོབ་པར་བྱེད་པའི་གི་རྒྱུ་དེ་དེ་ནི་ང་རང་ཚོས་ཅིག་སྤྱི་སྟངས་ཀྱི་འབད་རྩོལ་ཅིག་བྱེད་ཀྱི་ཡོད་རེད་དེ་ཡིན་ན་ཡང་དེ་ནི་དངོས་གནས་ཀྱི་སྡུག་བསྔལ་བྲལ་བར་བྱེད་པའི་གི་རྒྱུ་དེ་ལས་གྲོལ་ཐུབ་ཀྱི་ཡོད་མ་རེད་དེ་ནི་བདེ་བའི་གི་དེ་ནི་སྡུག་བསྔལ་དེ་དང་བྲལ་བའི་གི་དེ་ནི་བདེ་བའི་གི་དེ་ནི་རྒྱུ་དེ་དེ་ནི་ཡང་དག་པ་ག་རེ་ཡིན་པ་དེ་དེ་ནི་ངོ་ཤེས་ཐུབ་ཀྱི་ཡོད་པ་མ་རེད་དེ་ག་རེ་རེད་ཟེར་ན་ག་དུས་ཡིན་ནའི་དེ་ནི་སྡུག་བསྔལ་ཟེར་ཡ་གཅིག་དང་དེ་ནི་བདེ་བ་ཟེར་ཡ་གཅིག་དེ་ནི་དཔེར་ན་སྡུག་བསྔལ་སྐྱེད་པར་བྱེད་པ་དེ་ཡང་གཅིག་ཕྱིས་ཀྱི་དེ་ནི་རྒྱུ་རྐྱེན་རྟེན་འབྲེལ་དེ་ནི་ཡོང་གི་ཡོད་པ་འདྲ་བོ་ཅི་བདེ་དེ་ནང་བཞིན་གྱི་དེ་ནི་སྡུག་བསྔལ་དེ་དེ་ནི་ཕ་འགོག་པར་བྱེད་པ་ལ་ཡང་དེ་ནི་ཕྱིས་ཀྱི་དེ་ནི་ཕྱིས་རྒྱུ་རྐྱེན་ལ་བརྟེན་ནས་བག་མགོ་སྒུར་གི་ཡོད་པ་ཅི། དེ་ནས་ད་ག་ནང་བཞིན་གྱི་བདེ་བ་དེ་ཡང། དེ་ནི་ཕྱིའི་རྒྱུ་རྐྱེན་རྟེན་འབྲེལ་ལ་རག་ལས་པ་འདྲ་པོ་ཅི་བསམ་ནས། དེ་ནས་དཔེར་ན་འབད་རྩོལ་བསམ་གྱིས་མི་ཁྱབ་པ་ཅི་བྱེད་ཀྱི་ཡོད་རེད་དེ། ཡིན་ན་ཡང། དེ་ནི་མཐར་ཐུག་གི། དེ་ནི་སྡུག་བསྔལ་གྱི་དྲ་བར་བྱེད་པའི་གི་སྡུག་བསྔལ་གྱི་རྒྱུ་དེ་དང། དེ་ནི་མཐར་ཐུག་གི་བདེ་བ་ཐོབ་པར་བྱེད་པའི་གི་རྒྱུ་དེ། དེ་ནི་ཕྱིའི་གི་རྒྱུ་རྐྱེན་རྟེན་འབྲེལ་ཁོ་ན་ཙམ་ཞིག་ལ་རག་ཙང་ལས་ཡོད་མ་རེད། དེ་འདྲའི་ཡིན་དུས། དེ་ནི་ཕྱི་ལོགས་ཀྱི་ཐོག་ནས། གང་འདྲའི་ཕུན་སུམ་ཚོགས་པ་ཞིག་བྱུང་ན་ཡང་ནང་གི་ནང་ལ་དེ་ནི་སེམས་ཀྱི་མ་ཚིམ་པ་ཚིམ་པ་མེད་པ་ཆོག་མ་ཤེས་པ་དེ་དེ་ནི་རྒྱུ་མཚན་དེ་ལ་བརྟེན་ནས་ཡོང་གི་ཡོད་པ་རེད། ཨོ་དེ་འདྲས་རེད་དེ་ཡིན་དུས་དེ་སོང་ཙང་ནང་པ་སངས་རྒྱས་དཔག་གིས་དེ་ནི་དེ་ལྟ་བུའི་གིས་དེ་ནི་དཔེར་ན་ཁྱི་གིས་དེ་གིས་རྐྱེན་བྱེད་ཀྱི་རེད་པས་ཟེར་ན་དེ་འདྲའི་རྐྱེན་བྱེད་ཀྱི་ཡོད་རེད་ག་རེ་རེད་ཟེར་ན་དཔེར་ན། རྟགས་ད་ལྟའི་སྐབས་སུ་ལ་ང་རང་ཚོ་གཉིས་འཛིན་གྱི་འཁྲུལ་པ་ཡོད་དུས་དེ་ནི་ཡུལ་དང་ཡུལ་ཅན་ཟེར་ཡག་གི་འཛིན་པ་དེ་ཡོད་དུས་ཁྱེད་ཀྱི་རྒྱུད་དཔེར་ན། སྣང་བ་ལ་བརྟེན་ནས་རྐྱེན་བྱེད་ཀྱི་ཡོད་རེད། ཡིན་ན་ཡང་དངོས་གནས་ཀྱི་དེ་ནི་ཉམས་སུ་མྱོང་ཡག་གི་དེ་ནི་དཔེར་ན་བདེ་བ་དང་སྡུག་བསྔལ་ཉམས་སུ་མྱོང་ཡག་དེ་དེ་ནི་ནང་གི་སེམས་ལ་རག་ལས་ཀྱི་ཡོད་རེད་དེ་འདྲས་ལ་བརྟེན་ནས་དེ་ནི་ཁ་ཕྱི་ལ་མ་བསྒྱུར་བ་བྱས་ནས་དེ་ནི་ནང་ལ་དེ་ནི་དཔེར་ན་ཉམས་སུ་མྱོང་དགོས་ཀྱི་ཡོད་རེད། དེ་སོང་ཙང་དཔེར་ན་ད་ང་རང་ཚོའི་ཅེས་དང་གི་ནང་པ་སངས་རྒྱས་པདྨ་ཅན་ནི་གཟིགས་ཡ་དེ་ལ། དེ་ནས་ཚིག་དེ་ལ་དོན་དག་བོད་ཀྱི་སྐད་ལ་ནང་པ་སེ་གོ་ཡའི་རྒྱུ་མཚན་དེ། དེ་ནས་དཔེར་ན། ཕྱི་ནང་གཉིས་ཀྱི་ནང་པ་དེ་ཟེར་གྱི་ཡོད་མ་རེད། ནང་པ་ཟེར་དུས་གང་ཟེར་གྱི་ཡོད་རེད་ཟེར་ན་ཕྱི། དེ་ནས་ཕྱི་རོལ་གྱི་དངོས། དཔེར་ན། ཕྱི་གི་དངོས་པོ་ཐོག་ནས་མ་ཡིན་པ་ཅིག་ནང་གི། དེ་ནས་དཔེར་ན་སེམས། ཐོག་ནས་ཚུར་ཉམས་སུ་མྱོང་དགོས་ཀྱི་ཡོད་པ་དེ་འདྲས་སུ་བྱས་ནས་དེ་ལ་བརྟེན་ནས་ནང་པ་སྲིད་ཀྱི་ཡོད་དེ་སོང་ཙང་དཔེར་ན་ནང་གི་ད་འཛིན་པ་དེ་ལས་གྲོལ་ཐུབ་དགོས་ཀྱི་ཡོད་རེད་ད་མདོར་ན་འོ་དེ་འདྲས་སུ་རེད་དེ་ཡིན་དུས་དེ་སོང་ཙང་དཔེར་ན་ད་ནང་ནས་ཁ་ནང་ནས་གྱུར་ནས་ད་ནས་ཉམས་སུ་ལེན་དགོས་ཀྱི་ཡོད་རེད་ཁ་ནང་ནས་གྱུར་ནས་ཉམས་སུ་ལེན་སྲིད་དུས་གཞན་དག་གང་ཡང་གསུང་གི་ཡོད་མ་རེད་ད་དཔེར་ན་ནང་དེ་ད་གཙོ་བོ་དེ་ད་ལྟ་ང་རང་ཚོ་འཛིན་པ་ཟེར་ཡ་དེ། དེ་ནི་སེམས་ཀྱིས་འཛིན་གྱི་ཡོད་རེད་མ་གཏོགས་ཕྱིའི་གི་དངོས་པོ་གས་དེ་ནི་འདི་འཛིན་བཅུག་གི་ཡོད་མ་རེད་ཨ་གོ་སོང་ང་ཕ་དེ་ཡག་པོ་རེད་དེ་འཛིན་པ་དེ་སེམས་ཀྱི་ཕ་འཛིན་གྱི་ཡོད་རེད་མ་གཏོགས་ཕྱིའི་དངོས་པོ་གས་སེམས་ལ་འཛིན་བཅུག་ཡག་དང་ངས་དེ་འཛིན་བཅུག་གོ་བསམ་པའི་གི་དེ་འདྲས་གང་ཡོད་བེམ་པོ་རེད་བ་ཡིན་ན་ཡང་དེ་ཕ་དེ་ལ་འཛིན་པ་དང་མ་སོང་ལ་བྱེད་མཁན་དེ་སེམས་རེད་དེ་ཡིན་དུས་ནང་གི་སེམས་ཀྱི་འཛིན་པ་དེ་ལ་གྲོལ་དགོས་གི་ཡོད་རེད་དེ་གྲོལ་བར་བྱས་པ་ལ། དེ་ནས་དཔེར་ན་འཛིན་པ་དེའི་གི་རྩ་བ་འདྲ་བོ་དེ་གང་རེད་ཟེར་ན་ད་ང་རང་ཚོ་ནང་པའི་གེ་ཟེར་ཡག་ལ་གཙོ་བོ་བདག་འཛིན་དེ་ཟེར་གི་ཡོད་པ་རེད་ཧ་གོ་སོང་ང་བདག་ཏུ་འཛིན་པ་དེ་ཟེར་གི་ཡོད་རེད་དེ་སོང་ཙང་ཡིན་དུས་དེ་ནི་བདག་འཛིན་དེ་ཞིག་གོ་གི་ཡོད་རེད་ཧ་གོ་སོང་ང་ཟེར་ནས་བདག་མེད་དེ་རྟོགས་དགོས་གི་ཡོད་རེད་བདག་འཛིན་དེ་ཞིག་པ་དེ་ལ་ད་ནི་བདག་མེད་དེ་རྟོགས་པའམ་བདག་འཛིན་དེ་ཞིག་པར་བྱས་པ་ལ་ག་འདྲས་བྱས་ད་ག་བདག་ཟེར་མཁན་དེ་ཕ་ཀྲི་ག་ཚེ་བོ་རེད་དཔེར་ན་ང་རང་ཚོ་བཅའ་ལག་ཅིག་གཏོར་བ་ནང་བཞིན་བྱས་ནས། དེ་གཏོར་ཡ་གང་ཡང་ཡོག་མ་རེད། གོ་སོང་ང། བདག་ཟེར་ངེས་དེ་ཁོ་རང་རང་འཛིན་པ་རེད། དེ་ལ་འཛིན་པ་ཟེར་གི་ཡོག་རེད་མ་གཏོགས་དེ་ལས་ལོགས་སུ་ཆུད་པ་ཅིག་གང་ཡང་ཡོག་མ་རེད། བདག་ཟེར་ངེས་དེ་གི། བདག་མེད། བདག་ཟེར་ངེས་དེ་ད་འཛིན་པ་དེ་ཚེ་གཞན་པ་དེ། ད་བདག་མེད་པ་སྒོམ་དགོས་ཀི་ཡོག་རེད་གསུང་བ་རེད། དེ་གསུང་དུས་ད། དཔེར་ན། དེ་ལྟ་བུའི་བདག་མེད་པ་བསྒོམས་པ་དེ་ལ། དེ་ནས་བདག་ཟེར་མཁན་དེས་ད་བདག་མེད་ཟེར་མཁན་དེ་བསྒོམ་དགོས་ཀྱི་ཡོད་རེད་རྟོགས་དགོས་ཀྱི་ཡོད་རེད་ཟེར་དུས་གཅིག་ག་ཚེ་བོ་རེ་དངོས་གནས་གཅིག་བསྒོམ་རྒྱུ་ཡོད་པ་གཅིག་དང་གཅིག་ཚུ་སྒྲུབ་རྒྱུ་ཡོད་པ་གཅིག་དེ་འདྲས་མ་རེད། གང་རེད་བདག་ཏུ་འཛིན་པ་དེ་ཁོ་རང་རང། དེ་ནས་བག་ཆགས་ད་ག་ཚེ་བོ་རེ། མང་པོ་ཅིག་བསགས་པ་ལ་བརྟེན་ནས་བདག་ཟེར་མཁན་དེ་ཡོད་རེད་བསམ་པའི་གི་བག་ཆགས་དེ་ཡོང་གི་ཡོད་རེད། དེ་ཡིན་དུས་དེ་ནི་བག་ཆགས་དེ་ཞི་བར་བྱས་པ་ལ་ཡང་དེ་ནི་སོ་སོའི་གི་རིམ་གྱིས་གི་དེ་ནི་བག་ཆགས་དེ་མེད་པར་ད་ག་ཟེར་བ་རེད་ཞི་དགོས་གི་ཡོད་རེད། དེ་ཡིན་དུས་དེ་ནི་དཔེར་ན་སྒོམ་ཟེར་ཡ་དེ་དོན་དག་དེ་སྒོམ་རྒྱག་དགོས་རེད་ཟེར་ན་ང་རང་ཚོ་ནང་པས་ཟེར་ཡ་དེ་དོན་དག་དེ་དེ་ཟེར་གི་ཡོད་རེད། གོ་སོང། དེ་བག་ཆགས་དེའི་ངན་པ་དེ་བདག་ཏུ་འཛིན་པའི་གི་འམ། དེ་ནས་འཛིན་པ་དེ་ལས་གྲོལ་བར་བྱས་པ་ལ། དེ་ནས་རིམ་གྱིས་དགེ་བའི་ནང་ཏིང་ངེ་འཛིན་བསྒོམས་ནས་དེ་ནས་གྲོལ་དགོས་ཀྱི་ཡོད་པ་རེད། དེ་མ་ཚད་དཔེ་ཁས་དཔེར་ན་ད་ཁ་ཤས་དཔེར་ན Intellectual གྱི་ཐོག་ནས་བྱས་པ་ཡིན་ན་ཡང་ད་དཔེར་ན་ང་རང་ཚོ་ནང་པའི་གི་དཔེར་ན Logic དེ་འདྲ་དང་དེ་འདྲའི་གི་ཐོག་ནས་གསུང་གི་གསུང་ཡོད་པ་རེད། བྱས་ནས་དེ་ནས་བདག་ཟེར་མཁན་དེ་ཡོད་པ་ཡིན་ན་བདག་ཟེར་མཁན་དེ་ག་འདྲས་ཀྱི་རེད། བདག་ཟེར་མཁན་དེ་ཨེ་ནས་པས་ན་ད་ལྟའི་གི་ཕྱིས་ཀྱི་ལུས་འདི་ལ་ང་རང་ཚོ་སྒྱུ་ལུས་ཤ་ཁྲག་ལས་གྲུབ་པའི་ལུས་འདི་ལ་ཟེར་གི་ཡོད་རེད་ད་དེ་ལས་ལོགས་སུ་གྱུར་པ་ཅིག་གི་བདག་ཟེར་མཁན་ཅིག་ད་ནང་ལ་ཡོད་རེད་ཨ་གོ་སོང་ང་དེ་ནས་གལ་སྲིད་བདག་ཟེར་མཁན་དེ་ཡོད་པ་ཡིན་ན་དེ་ནས་པས་ན་ཅིག་ཡོད་པ་ཡིན་པའི་ཞུ་གོ་དེ་ལ་དེ་ལ་དབྱིབས་དང་ཁ་དོག་དང་རྣམ་པ་དང་འདྲ་མི་འདྲ་མང་པོ་ཅིག་སྒུག་གི་ཡོད་རེད་དེ་འདྲས་ག་བར་ཡོད་རེད། དེ་ངས་འདྲ་པོ་དེ་འདྲས་ཀྱི་སྐོར་ནས་ང་རང་ཚོ་རིག་པ་མང་པོ་ཡོད་རེད། རིག་པ་མང་པོའི་གི་ཐོག་ནས་དེ་འདྲས་སུ་བརྟག་ཞིང་དཔྱད་ནས། ཞིབ་འཇུག་བྱས་ནས་དེ་ནས་བདག་ཟེར་མཁན་དེ་ཡོད་དམ་མེད་གི་དེ་འདྲས་སུ་བྱས་ཡོད་འདུག་དེ་ནས་དཔེར་ན། དེ་འདྲས་བྱས་ཡོད་འདུག་དམིགས་བསལ་གི་བདག་མེད་པ་ཅིག Intellectual གི་ཐོག་ནས་སོ་སོས་གི་ཧ་གོ་གི་ཡོད་ན་ཡང། ཡིན་ན་ཡང་དང་ཐོག་འཛིན་པ་དེ་ཞིག་ཐུག་གི་ཡོད་མ་རེད། མེད་པའི་རྒྱུ་མཚན་དེ་གང་རེད་ཟེར་ན་དེ་བག་ཆགས་ཡིན་པ་ལ་བརྟེན་ནས་ཡོང་ཞིག་ཐུག་གི་ཡོད་མ་རེད། དེ་ལ་བརྟེན་ནས་སྒོམ་ཟེར་མཁན་དེ་གོ་གི་ཡོད་རེད། དེ་སོང་ཙང་ཡིན་དུས། དེ་ནས་སྒོམ་པ་ལ་ཡང། པ་ན་ད། ང་རང་ཚོ་ཉན་ཐོས་ཀྱི་ལམ་འདྲ་པོ་ཅིག་ཆ་བཞག་པ་ཡིན་ན་དེ་ནི་བདག་མེད་དཔེར་ན་བདག་ཁོ་ན་མེད་པར་བདག་མེད་སྒོམ་ཡ་དང་དེ་འདྲས་སུ་ཡོད་རེད། དེ་ནི། དཔེར་ན་ད། སྒོམ་པ་དེ་འོ་ད་སྒོམ་པ་དེ་དགོས་ཀྱི་ཡོད་རེད་དེ་ཡིན་དུས། དེ་ནི་དེ་ལྟ་བུའི་གི་སྒོམ་པའི་གི་ལམ་དེ་སྤྱི་བཏང་གི་མང་པོ་ཅིག་ཡོད་རེད། དེ་ནི་དེའི་ནང་ནས་ད། ཁྱད་པར་དུ་འཕགས་པ། ཐབས་དང་མ་སུ་ན་ཁྱད་པར་དུ་འཕགས་པ་དེ་དེ་ནི་དེ་དང་ཨ་ནི་ག་སེ་བོ་རེད་ད Practical གི་ཐོག་ནས་ཡོང་ཡག་དུ་གང་འདི་ཡོད་རེད་ཟེར་ན་དེ་ནི་ད་ལྟ་ང་རང་ཚོ་ཐེག་པ་ཆེན་པོའི་གི་དེ་ནི་ལམ་ལ་བརྟེན་ནས་དཔེར་ན་བྱང་ཆུབ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལ་བརྟེན་ནས་དེ་ནི་བདག་གཞན་དེ་ནི་མཉམ་པ་ཉིད་བསྒོམ་པའི་གི་ད་མན་ངག་འདི་ཡོད་རེད། ཅན་དེ་འདྲས་གསུངས་ཡོད་རེད་དེ་ག་རེ་རེད་ཟེར་ན། དཔེར་ན་སྤྱིར་བཏང་གི་བདག་མེད་དཔེར་ན། བདག་མེད་དེ་སྒོམ་པའི་སྐབས་སུ་ལ་ད་དཔེར་ན་བདག་ཟེར་མཁན་དེ་ཡོད་མ་རེད་བསམ་ནས་ཐུགས་སུ་སྒོམ་པའི་སྐབས་སུ་ལ། ཨ་ནི། ད་ག་ཟེར་གོ་རེད། བདག་མེད་སྒོམ་པ་ཙམ་གྱིས་རེད་བདག་བས་ན་སྒོམ་གྱི་ཡོད་རེད་དེ་ཡིན་ན་ཡང་ག་ཚད་བོ་རེད་དེ་གི effect དེ་མ་བཟོ་ན་དེ་དེ་འདྲས་ཡོང་ཐུབ་གི་ཡོད་མ་རེད། དེ་ནས་ད་ལྟ་བྱང་ཆུབ་ཀྱི་ཐེག་པ་ཆེན་པོའི་གི་ལམ་ལ་བརྟེན་ནས་དེ་ནས་བྱང་ཆུབ་ཀྱི་བས་ན་དེ་བདག་གཞན་མཉམ་པ་ཉིད་སྟོང་ལེན་དེ་སྒོམ་ཡོང་པའི་གི་སྐབས་སུ་ལ་ག་འདྲས་ཡོང་གི་ཡོད་རེད་ཟེར་ན་དེ་ནི་དུས་རྒྱུན་དུ་ང་རང་ཚོ་གི་སྤྱི་བཏང་གི་ད། བདག་ཟེར་ཡས་དེ་ག་འདྲའི་ཆེ། བདག་འཛིན་ཟེར་ཡས་དེ་ག་འདྲའི་ཆེ་དུ་ངོས་འཛིན་གྱི་ཡོད་རེད་ཟེར་ན། ང། དང་ངའི་བསམ་པ་གཅིག་གི། དེ་ལ་དེ་ནི་ཁ་སེར་བོ་རེད། ཆགས་པ་དང། ཨ་ནི་གཞན་ཟེར་ཡས་དེ་ལ་ཅིག་སྡང་བ་དང་ཆགས་སྡང་གི་རྟོག་པ་ཅིག་ཡོང་གི་ཡོད་པ་རེད། ཡིན་དུས། དེ་ནི་སྤྱི་སྡང་གི་སྡང་མིག་སྒོམ་དུས་དེ་དེ་ཁོ་ད་ག་སྒོམ་ཆོག་ཆོག་ལས་སླ་པོ་ཅིག་ཡོད་རེད། ཡིན་ན་ཡང་དེ་ནི་དཔེར་ན་ཐེག་པ་ཆེན་པོའི་གི་ལམ་གི། དེ་ནི་བདག་གཞན་དཔེར་ན་ད་རང་ནང་བཞིན་རང་ལས་གཞན་གཅེས་པར་འཛིན་པའི་བློ་གསོ་ཡ་གཅིག་ཏུ་གསུང་གི་ཡོད་དཔེར་ན་གསུང་གི་ཡོད་རེད་དེ་གསུང་ཙང་ཡིན་དུས་དེ་སྐྱེད་པར་བྱེད་པ་ལ་དེ་ནི་ག་ལ་གང་འཚམ་གྱི་སོ་སོའི་གེ་དངོས་གནས་ཀྱི་སོ་སོའི་གི་ང་བསམ་པའི་གི་བདག་འཛིན་དང་མ་བསྲུང་ན་དེ་སྐྱེད་མཁན་ལ་དེ་བྱེད་དགོས་ཀྱི་ཡོད་རེད་མ་གཏོགས་ད་ག་ཚོད་རང་ཤུགས་ཀྱིས་ཡོང་ཐུབ་ཀྱི་ཡོད་མ་རེད་དེ་བདག་མེད་སྒོམ་པ་ཡིན་ཟེར་ཡ་དེ་ཁོ་སྤྱི་དང་གི་བདག་ཡོད་མ་རེད་བསམ་པ་འདྲ་པོ་དང་དེ་འདྲའི་གི་ཐོག་ནས་ད་དཔེར་ན་ག་ཚོད་འོ་རེད། མེད་དེ་གི་ཕན་ཀི་ཡོད་རེད་དེ་ཡིན་ན་ཡང་དཔེར་ན་ད་དེ་གི effect དེ་མ་བཟོ་ན་དཔེར་ན་ཁོ་རང་དེ་འདྲས་ཁག་ཁག་ཡོད་རེད་དེ་ལ་བརྟེན་ནས་དེ་ནས་དཔེར་དེ་ཁ་སོ་རེད་དངོས་གནས་ཀི་བདག་མེད་ལ་ཕན་པོ་བདག་མེད་རྟོགས་པ་ལ་ཕན་པ་དེ་ཐེག་པ་ཆེན་པོའི་གི་ལམ་ཟེར་དགོས་ཡ་དོན་དག་དེ་གསུངས་ཡོད་རེད། དེ་ཟེར་དུས་ངས་ད་ནི་གང་ཟེར་གི་ཡོད་རེད་ཟེར་ན་སྤྱི་བཏང་གི་བདག་མེད་སྒོམ་པའི་གི་སྐབས་སུ་ལ། དགོས་སོང་ང། དཔེར་ན་བདག་མེད་པ་ཡིན་པའི་དོན་དེ་ངས་བཤད་པ་ནང་བཞིན་གྱི་དེ་ནི་སྤྱི་དང Intellectual གྱི་དེ་ནི་གོ་བ་ཅིག་ཡོད་པ་བྱེད་བདག་ཟེར་མཁན་དེ་ག་རེ་བྱས་ནས་མེད་པ་ཡིན་མེད་དེ་འདྲའི་གོ་བ་ཅིག་ཡོད་པ་བྱེད་དེ་འདྲས་བྱེད་དུས་དེ་ནི་བདག་ཟེར་མཁན་དེ་མི་འདུག་བསམ་སྒོམ་བསྡད་དུས་དེ་ནི་དེའི་གས་ཅིག་སོ་སོ་ལ་ཅིག་ག་ཟེར་བ་རེད་དཀའ་ལས་ཁག་པོ་འདྲ་པོ་ཅིག་དང་སྣོད་ཡག་འདྲ་པོ་ཅིག་དེ་འདྲས་ཅིག་ཁོ་གང་ཡོད་མ་རེད་ཁོ་སྤྱི་དང་གས་ད་ཡོད་མ་རེད་བསམ་སོ་སོ་རེ་ཅིག་བསྡད་བསྡད་དུས་ཁོ་ཁུ་སིམ་པོ་འདྲ་པོ་ཅིག་སྒོམ་ནས་སྒོམ་ལས་སླ་བོ་འདྲ་པོ་ཅིག་དེ་འདྲས་ཀྱི་ཡོང་གི་ཡོད་རེད། ད་དྭངས་ཤིང་རྗེས་གཟིགས་ཡོང་དུས། ཨ་ནེ་གཞན་གྱི་སྡུག་བསྔལ་དེ་ལྟར་བས་ན་དེ་ནང་ནས་ཀྱང་དམིགས་བསལ་གྱི་ད་དང་པོའི་སྐབས་སུ་ལ་རང་ལས་གཞན་གཅེས་པར་འཛིན་པའི་གི་བློ་ཅིག་སྐུར་གི་ཡོད་རེད་སྐྱེས་དགོས་ཀྱི་ཡོད་རེད། དེ་སྐྱེས་པ་ལ། ཨ་ནེ།

ཅིག་མི་ཡོང་ངེས། སོ་སོ་ལ་ན་ཚ་སྡུག་ཅག་ཡོང་གི་རེད་མི་ཡོང་ངེས་བསམ་པའི་གི་སེམས་ལ་དོགས་པ་ཅིག་ཤར་ཐུབ་པ་ཅིག། ཨང་དེ་ནས་ད་ག་ནང་བཞིན་གི་ཕར་བཀྲལ་བྱ་དུས། ཨོ་ད་ངས་གི་ཡག་པོ་དེ་ཚོ་གང་ཕར་འགྲོ་གི་རེད་བསམ་པའི་གི་དོགས། དེ་འདྲའི་འདྲ་པོ་ཅིག་ད་ག་ཚོར་དེའི་རྩ་དེ Hesitation ཅིག་ཡོད་རེད་མ། དེ་སོང་ཙང་ཡིན་དུས་དངོས་གནས་དེ་དངོས་སུ་སྒོམ་ཡོང་པའི་སྐབས་སུ་ལ་དེ་ནི་བདག་ཁོ་རང་དམན་པོ་འདྲ་བ་ཅིག། བདག་མེད་སྒོམ་ཡོང་དུས་བདག་ཁོ་རང་ཡོད་ན་འདྲ་མེད་ན་འདྲ་ཁྱད་མི་འདུག་ད་བདག་ཟེར་མཁན་དེ་ཁོ་མེད་ན་ཨེ་མེད་ད་མེད་པ་དེ་མ་རེད་བ། རེད་བ་དཔེ་ན་ཨོ་དེ་སྲིད་དུ་དཔེ་ན་དེ་ལམ་སྨན་པོ་ཡོག་རེད་ཟེར་ཡག་དེ་ཨོ་དེ་འདྲས་བསྟན་ནས་དེ་སོང་ཙང་དེ་ནས་ད་རེས་ཐེག་པ་ཆེན་པོའི་གི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་གཞན་པའི་བྱང་ཆུབ་ཀྱི་སེམས་བསྒོམ་པ་དང་དེ་ནས་གཏོང་ལེན་བསྒོམ་པ་དེས་གཅིག་ཕ་ཁ་སེ་གོ་རེད་དེ་ནས་གཞན་ལ་ཕན་པ་ཙམ་གཅིག་གིས་དོན་དག་མ་ཡིན་པ། དེ་ནི་སྔོན་སོགས་ཀྱི་ད་ད་ལྟ་ང་རང་ཚོའི་རང་རང་སོ་སོའི་གི་དེ་ནི་དོན་དམ་པའི་གི་གནས་ལུགས་རྟོགས་པར་བྱས་པ་ལ་ཡང་དེ་ནི་ད་བས་ན་གཉིས་འཛིནའམ་བདག་འཛིན་དེ་ཞིག་པར་བྱས་པ་ལ་དེ་ནི་ལམ་གྱི་མཆོག་ཏུ་གྱུར་པ་རེད། དེ་ནི་དེའི་སྟེང་དུ་ལ་དེ་ནི་བས་ན་ད་ད་དེ། གཞན་ཕན་གྱི་སེམས་སྡིག་སྡུག་སྐྱེ་ཡོང་དུས་དེ་ལ་བརྟེན་ནས་སེམས་ཅན་གཞན་ལ་ཡང་ཕན་པ་རྒྱ་ཆེན་པོ་ཡོང་དང་ཡོང་ཤེས་མ་དགོས་པ་རེད། དེ་འདྲས་ཡིན་དུས་ངས་ད་ཕྱིན་བཤད་པ་ནང་བཞིན་གྱི་རང་གཞན་གཉིས་ལ་ཕན་པ་རེད་ཟེར་ཡག་དེ་དོན་དག་དེ་ཟེར་གྱི་ཡོད་རེད། དེ་སོང་ཙང་ཡིན་དུས་དེ་འདྲས་ལ་བརྟེན་ནས་དངོས་གནས་ཀྱི་དེ་ནས་ད་མཐར་ཐུག་གི་ཁ་ཟས་གོ་རེ་ཚ་ལ་བཞག་པ་ཡིན་ན་དེ་ནི་མདངས་འཛིངའམ་གཉིས་འཛིངས་བཤིག་པར་བྱེད་པར་ལ་ཕན་གྱི་ཡོད་རེད་དེ་ཙམ་གྱིས་མ་ཚད་དཔེ་གལ་ཏེ་ནི་དུས་དང་རྣམ་པ་ཀུན་འདུག་གི་ད་ཁ་ཟས་གོ་རེ་ང་རང་ཚོའི་དུས་རྒྱུན་གྱི་མི་ཚེའི་གི་སྐབས་ད་བཏབ་བྱས་པ་ཡིན་ན་ཡང་ཨ་ནི་སེམས་པ་དེ་གུ་ཡངས་པོ། འབུ་གཟུགས་དོག་པོ་མེད་པ། རང་འབུ་གཟུགས་མ་དོག་པའི་མ་ཚད་གཞན་ཡང་འབུ་གཟུགས་དོག་པོ་མ་བྱས་པ། དེ་བྱས་ཡོད་དུས་དེ་ནི་བད་ག་ཟེ་བོ་རེ་ག་རེ་བྱས་པ་ཡིན་ན་ཡང་ད་གུ་ཡངས་པོ་དེ་བསྟན་ཏེ་དེའི་ཐོག་ནས་ཡོང་ཐུབ་ཀྱི་ཡོད་རེད། དེ་ལ་བརྟེན་ནས་ང་རང་ཚོ་སྤྱི་བཏང་གི་འཇིག་རྟེན་པའི་གི་ཁ་ལ་ང་རང་ཚོ་བོད་ཀྱི་ལུགས་སྲོལ་ཤེས་ཡ་ཡོད་རེད་བསམ་པ་བཟང་ན་ས་དང་ལམ་ཡང་བཟང་བསམ་པ་སེང་གེ་འདི་བཟང་པོ་དགོས་རེད་གང་རེད་ཟེར་ན་དེ་བཟང་པོ་བྱུང་ན་དེ་ནི་ཆོས་དང་འཇིག་རྟེན་གང་ཡིན་ན་ཡང་ཡག་པོ་ཡོང་དགོས་རེད་ཟེར་ཡ་གཅིག་སྐད་ཆ་ཡོད་རེད་དོན་དག་དེ་རེད། ག་རེ་རེད་ཟེར་ན་ད་ལྟ་སྤྱི་བཏང་གི་དུས་རྒྱུན་དུ་མི་ཚེ་ལ་མཐའ་མཚམས་ཕུན་སུམ་ཚོགས་པ་ཐམས་ཅད་མཚམས་མཚམས་གྲ་འགྲིག་པ་མ་འགྲིག་པ་སྣ་མེད་སྣ་ཚོགས་ཡོང་གི་ཡོད་རེད་མ་ཟད་ག་དུས་ཡིན་ནའི་གྲ་འགྲིག་བསྡད་པ་ཅིག་ནམ་ཡང་ཡོང་གི་མ་རེད། དེའི་སྐབས་སུ་ལ་དེ་འདྲས་བྱུང་བའི་སྐབས་སུ་ལ་དེ་ནི་དཔེར་ན། གུ་ཡངས་པོ་སེམས་པ་གུ་ཡངས་པོ accept བྱེད་ཐུབ་པ་དེ་འདྲས་སུ་ཡོང་གི་ཡོད་རེད། ཨོ་དེ་འདྲས་རེད་དེ་ནི་མ་ཚད་པའི་གི་ད་དཔེར་ན། མཐར་ཐུག་དཔེར་ན་ད་ང་རང་ཚོ་ནང་པ་སངས་རྒྱས་པའི་གི་ད་ནི་ད་མཐར་ཐུག་གི་དོན་དག་དངོས་གནས་ལྟ་བའམ་གནས་ལུགས་དེ་ག་རེ། གོ་གི་ཡོད་རེད་ཟེར་ན་ད་ནི་ཆོས་ཐམས་ཅད་ཀྱི་ད་ནི་རང་བཞིན་མ་གྲུབ་པ་སྟོང་པ་ཉིད་འམ་ད་ཤུ་ཉེ་དག་གི་དོན་དུ་ཡང་དག་པ་ཞིག་རྟོགས་དགོས་ཀྱི་ཡོད་རེད་དེ་རྟོགས་པ་དེ་ཡང་ད་ནི་ད་ལྟ་དེ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་ལ་བརྟེན་ནས་ད་ནི་ཡང་དག་པ་ཞིག་རྟོགས་ཐུབ་དགོས་ཀྱི་ཡོད་རེད། དེ་མ་གཏོགས་ད་ནི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དང་མ་ལྡན་པ་ཅིག་གིས་ད་ནི་སྟོང་པ་ཉིད་ཀྱི་དོན་ཞིག་རྟོགས་པ་ཡིན་ཟེར་ན། ནམ་ཡང་ལྟོ་ཡ་ཡོད་མ་རེད། དེ་ལྟོ་ཡ་མེད་པ་དེ་དཔེར་ན། ངས་ཁྱེད་རང་ཚོ་དཔེར་ན་ད་ཐག་ལ་མ་བཟོ་ན་གཏན་གཏན་སྤྱད་ཐུབ་པ་རེད། དེ་སྟོང་པ་ཉིད་བྱང་ཆུབ་ཀྱི་སེམས་དང་མ་ལྡན་པའི་གས་སྟོང་ཉིད་ཅིག་ང་རྟོགས་པ་ཡིན་ཟེར་མཁན་ཅིག་བྱུང་ན། དེ་སྟོང་ཉིད་རྟོགས་པ་མ་རེད། དེ་ཏན་ཏན་ད་ག་ཟེ་བོ་རེད། སྟོང་པ་ཉིད་ཀྱི་ཆ་ཚང་མ་ཆེད་ནམ་ཡང་རྟོགས་ཡོད་མ་རེད། དེ་འདྲས་སོང་ཙང་ད་ནས་ད་མཐར་ཐུག་གི་འབྲས་བུ། རྟོག་བཅས་ཀྱི་ཐོག་ཆ་ནས་བཞག་པ་ཡིན་ན་ཡང་དེ་ནི་སྟོང་ཉིད་དེ། དེ་ནས་ཕྱིས་བྱང་ཆུབ་སེམས་རིན་པོ་ཆེ་གི་རྩིས་ཟིན་ནས་དེ་ལ་བརྟེན་ནས་དེ་ནས་བདག་འཛིན་དེ་ཞིག་འགྲོ་དུས་དེ་ནས་རང་ཤུགས་ཀྱིས་དེ་ནས་ཕྱིའི་གི་ཀུན་བཏགས་ཐ་ན་དངོས་པོར་འཛིན་པ་དང་དེ་ནས་དེ་རང་ཤུགས་ཀྱིས་ཞིག་ཡོང་འཛིན་པ་དེ་ཆུང་རུ་འགྲོ་གི་ཡོད་རེད་ནང་གི་འཛིན་པ་དེ་ཞིག་ཡོང་དུས་དེ་ནས་ཕྱི་རོལ་གྱི་ཡུལ་དེ་ནས་གྲུབ་འདུག་བསམ་པ་དང་མི་འདུག་བསམ་པའི་གི་བཏགས་པ་དང་ཆད་པའི་ལྟ་བའི་གི་དེ་རང་ཤུགས་ཀྱིས་དེ་ལ་གྲོལ་རུ་འགྲོ

སྟོང་ཉིད་ཟེར་དུས་དོན་དག་རྟོགས་ཟེར་དུས་གཞན་དག་གང་ཡང་རྟོགས་རྒྱུ་ཡོད་པ་མ་རེད། ད་ནི་ད་ལྟ་ང་རང་ཚོ་གས་པས་ན་ཡོད་པ་རེད་བསམ་པ་ཅི་དང་མེད་པ་རེད་བསམ་པ་ཅི་དང་ད་འདི་དངོས་པོ་རེད་གྲུབ་ཡོད་རེད་བསམ་པས་གས་དེ་ནི་ད་ལྟ་འཛིན་པ་དེ་ཨ་གོ་སོང་ང་སེམས་ཀྱི་དངོས་འཛིན་དེ་ག་དུས་ཞིག་སོང་ན་དེ་ནི་དེ་ལ་དེ་ནི་སྟོང་ཉིད་ཀྱི་དོན་རྟོགས་ཟེར་ནས་ཟེར་གྱི་ཡོད་རེད། དེ་ཡིན་དུས་དེ་ནི་དེ་རྟོགས་པ་ཡིན་ན་དེ་རྟོགས་པ་ལ་བརྟེན་ནས།

ཕན་པ་འབྱུང་བ་དེ་ནི་ཡོང་གི་ཡོད་པ་རེད། དེ་སོང་ཙང་ཡིན་དུས་དེ་འདྲའི་བྱེད་དུས་དེ་ནི་རྩ་བ་དང་སྙིང་པོ་མ་སོང་ན་དེ་ལ་ཐུག་དེ་ཡོད་རེད། དཔེར་ན་ད་ཐང་ད། ཡོད་རེད་ཟེར་དུས་དེ་ནི་མེད་པ་མ་ཡིན་པའི་གི་ཡོད་པ། ཟེར་ཡོང་དུས་དེ་ནི་ཡོད་པ་དང་མེད་པ་དེ་གཉིས་ད་ནི་ཡོད་པ་ཡིན་ན་མེད་པ་དང་འགའ་འདྲ་ཡིན་པ་ཅིག་དང། མེད་པ་རེད་ཟེར་དུས་ཡོད་པ་མ་ཡིན་པའི་གི་ཆགས་ཀྱི་མེད་པ། ཟེར་དུས་ཡོད་པ་དང་མེད་པ་དེ་གཉིས་འགའ་འདྲ་ཅིག་ད་ནང་ང་རང་ཚོ་གི་ད་ག། ཡོད་པ་ཡིན་ན་དེ་ལྟ་སྟེ་མེད་པ་ཡོང་མ་ཆོག་པ་ཅིག་ཡོང་པ་ཡིན་ན་ཡོད་པ་དེ་ལ་འགྲིག་གི་མེད་པ་འདྲ་པོ་ཅིག་འགའ་འདྲ་ཅིག་ཡོད་རེད་པ། ཧོ། དེ་འདྲའི་ཟེར་ནས་ཡོང་གི་ཡོད་རེད་དེ་ནས་དེ་ལ་ད་སྟོང་ཉིད་སྙིང་རྗེ་ཟུང་འཇུག་ཟེར་ནས་དོན་དམ་བྱང་ཆུབ་སེམས་ཟེར་གྱི་ཡོད་རེད་དེ་སོང་ཙང་དེ་འདྲའི་ཟེར་ཡིན་དུས་ད་མདོར་ན་ང་རང་ཚོ་ནང་པ་སངས་རྒྱས་དཔལ་གྱི་ལམ་ལ་དེ་ནས་ལམ་ག་འདྲས་ཀྱི་ཞུགས་པ་ཡིན་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་ཡི་གེ་ཞིག་རྐྱེན་ཡང་ཧ་ཅང་གི་གལ་ཆེན་པོ་རེད་དེ་ནས་དེའི་ནང་ནས་ཀྱང་ལྷག་པར་དུ་སྟོང་ལས། གལ་ཏེ་ཁྱེད་རང་ཚོ་གོམས་ཐུབ་ན་ཡག་པོ་རེད་ཟེར་དེ་ནས་ད་དྲི་བ་གང་ཡོད་ཟེར་ཅིག་གཏང་ཞིག།